དེ་རྔ་ཡབ་གླིང་སའི་ཤུལ་ཡིན་ང་གཅིག་གིས་ལྷོ་རྫོང་མོ་གླིང་ན་ལུག་དེ་རྔ་ཡབ་དང་རྔ་ཡབ་གླིང་སའི་གཉིས་ཡོད་པ་གླིང་ཕྲན་གཉིས། ཨང་ནི་གླིང་ཕྲན་གཅིག་དེ་མགུ་རུ་རི་མོ་ཆུ་ཤུར་བུས་ཀྱི་གླིང་དེ་ལུག་དེ་རྔ་ཡབ་ཀྱི་གླིང་དརི་ན་བ་སྲི་ཏྲི་ལང་ཀ་དབྱིན་སའི་ལབ་ཡོད་མེད་གང་ལྟར་གང་ལྟར་ཡང་རྔ་ཡབ་གླིང་ན་ལས་རྔ་ཡབ་ཟངས་མདོག་དཔལ་རིགས་ཀྱི་ཞིང་ཁམས་ན་ལས་དེ་དབུས་གཡུང་མགུ་རུ་ཡབ་གཡུང་དབུས་གཡུང་མགུ་རུ་རིན་པོ་ཆེ་དང་དེ་མཁའ་འགྲོ་ཡེ་ཤེས་ཚོགས་ཀྱི་བེ་རུ་གཏུབ་མཁའ་འགྲོ་ལྷ་ལྕམ་མན་དཱ་ར་བ་བེ་རུ་གཏུབ། ཏེ་གུ་རུ་ཡབ་ཡུམ་གྱི་བེ། ཏེ་དགོངས་འབེལ་གྱི་འཕྲུལ་རྟགས་ཚེ་ལ་མ་ཐུག་དགོངས་འབེལ་གྱི། ཏེ་ཏེ་མགོ་ནས་བྱིན་གྱིས་བརླབས་ཏེ་གི་བེ། དགོངས་འབེལ་གྱི་འཕྲུལ་རྟགས་ཏེ་ཏཱ། ལུང་བསྟན་དབུགས་དབྱུང་ད་ཆུ་གཉིས་དུས་ཀྱི་ཏཱ། དབུགས་ཀྱི་འཕེལ་མེད་ངེས་ཚབས་ཆུ་ཡིན། ཆུ་ཡི་སངས་རྒྱས་ཀྱི་བསྟན་པ་སྤྱི་དང་བྱེ་བྲག་ཏུ།

དེ་ལྟར་ཆུ་བུར་གྱི་མིག་གིས་མཇལ་མ་ཆོམ་མོ་སྟེ་རོ། ཁོང་གང་ཟག་ཉམས་ལེན་དང་ལྡན་པ། མི་འགྱུར་དང་ལྡན་པ་ལས་དག་པ་དེ་ཚོ་གིས་ཏེ་གུ་རུ་རིན་པོ་ཆེ་བ་ར་ཇེ་དོང་ཡིན་པས་ཏེ་ཨ་ནེ་བའི་བི་ནི་ཏི་ཀི་པད་མའི་འགལ་ཚབ་ཆེན་པོར་མཆོག་ཏུ་བསྔགས། ཏེ་ང་ཅཱ་ར་ནཱ། བུའི་བཙུན་ཆོས་འབྱུང་ཤི་ན་ལས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལས་ཏེ་བུའི་ཏི་ཇའི་ཡི་ཚེ་དབང་དུ་ཚུགས་ཏེ་རྒྱ་གར་ན་ལོ་ཤུལ་ཤི་ན་ལས་དེ་ལས་ཏེ་ང་ཅཱ་ར་ཆོས་ལུགས་རང་རང་སོ་སོ་གིས་དེ་ལས་ཆོས་ཀྱི་དབུ་ཁྲིད།

དེ་དགའ་ཕྱི་མ་སོ་ཆུ་ང་དེའི་སྐབས་སུ་ལོ་དུས་བརྒལ། དེ་དང། རྒྱལ་པོ་ཤུགས་ལྡན་བསྟན་འདི་འདི་བའི་སྐབས་འདི་ནས་འདི་གི། དེ་གོ་རའི་ཨ་ཙི་ཙི་ཐུགས་ཀྱི་དོགས་པ་ཟ་བས། དེ་དང། དེ་གསུམ་ཞུའི་གོ་ཁ་མ་བྱུང་ཚུལ་གཉུག་སྲོལ་གསུངས་འདི་འདུག་ལ། ཐུགས་ཀྱི་དད་པ་རྣམ་གསུམ་མི་ཐུན་མོང་མ་ཡིན་པའི་དད་པ་འདུག་ཏཱ་ལའི་བའི་བི་ནི་འདི་གི་པདྨའི་རྒྱལ་ཚབ་མཆོག་ཏུ་མངའ་སའི་འདུལ་སྦྱོང་རིན་པོ་ཆེའི་ཞལ་བཞུགས་གི་སྐབས་ལོ། དེ་སྔ་ཕྱི་རབས། དེ་དང། སང་ཞལ་ལྔ་བཅུའི་སྙིགས་མ་ནོར་ལུགས། ད་ཡོད་ན་མེད་ན་ཁོང་ཡིན་མེད། སང་ཕྱིན་ལྔ་བཅུའི་སྙིགས་མ་ཙམ་གཅིག་གིས་མི་འདོར་ཡ་ང་ཅི་ར་ས་དགེ་བཀའ་རྙིང་རིས་སུ་མ་མཆིས་པས་ཀྱི་དེ་ད་བསྟན་འཛིན་གྱི་སྐྱེས་བུ་དམ་པ་རོ་མཚན་ཉིད་ད་བདེན་པ་དེ་སུ་གྱི་དེ་བདུད་འཇོམས་ཡེ་ཤེས་དུ་འདུལ་བྱེད་ལུགས་མ་ཚིག་མི་ག་ཡ་མིན་ནོ་ལ་ད་རེ་རེའི་གཉིས་གཉིས་ཕྱོགས་ལྷུང་གི་དབང་དུ་བཏང་དེ་གྱི་བས་དེ་ཧེ་མ་དེ་ལས་དེ་ང་ཅི་ར་བོད་ཀྱི་ཆབ་སྲིད་ད་དེ་སུ་གྱི་ཆེད་དུ་ལུགས་འབྲས་དེ་ལས་སི་རི་གུ་རི་ན་ལུགས་སི་རི་གུ་རི་ལུགས་དེ་ད་བདུད་འཇོམས་རིན་པོ་ཆེ་རྒྱ་གར་གཞུང་ལུགས་ཞོ་ལོ་སྐྱབས།

གཙོ་བོ་སུའུ་ལྟ་བ་པོ་དེ་དེ་ཁུ་ཅབ་ཅི་ཁོ་རུ་རྒྱུ་སློང་མ་སོ་སོའི་སྤྲུལ་སྐུ་སེམས་མེད་འདི་མེད་གཉིས་རོའི་རྗེས་དྲན་ཡེ་ཤེས་རྡོ་རྗེ་ཀྱི་ཧེ་མ་ལེ་ར་དེ་དགེ་བསྙེན་འདི་ང་སྔགས་ཀྱི་ཆེད་ཐུབ་པའི་སྒྲུབ་ནི་མ་བསྒྲུབ་གཉིས་རུ་དེ་དང་སྒྲུབ་བུ་ཀྱི་བསྟན་སྲུང་ཇག་པ་མི་ལེན་འདི་ང་དང་མཚན་སྙན་གྱི་འབྲེལ་བ་ཅུ་ཡོ་བོ་ནི་མེད་ལྟ་བུ་ན་བུ་དེ་ག་བྱོན་སོ་ལུ་ཨ་ནེ་བའི་ཁོ་བོ་དེ་ཀྱི་འདོད་པས་སེ་ཨ་ནེ་བའི་སྲུང་མེད་ཀྱི་ཞལ་གྱི་འདུས་སོའི་དད་པའི་སྔགས་ཀྱི་གོ་ཡིས།